ལྷན་སྐྱེས་སྐུ་ཁམས་གསང་སྔགས་ཞང་ཞུང་སྒྲོལ་མ་ཡིན། དེ་རིང་ངས་ག་རེ་བསྐོར་ལ་ཞུགས་ཡིན་ཟེར་ན་ཕུལ་བྱུང་གི་དཔེ། དཔེ་ཆའི་སུམ་ཅུ་སོ་གཉིས་ལས་རྒྱས་པ་དེ་བཤད་ཀྱི་ཡོད། དང་པོ་དེ་ལ་ཕུལ་བྱུང་ངམ་ཡང་ན་ཕུལ་དུ་བྱུང་བ་ཟེར་དེའི་དོན་ག་རེ་རེད་ཟེར་ན། དཔེ་ཡག་པོ་བཙལ་སྒྲ་ཧང་སང་ཡག་གི་ཡག་པོ་ཡིན་པའི་དོན་ཅིག་ལ་གོ་གི་ཡོད་རེད། ད། དེ་རིང་གི་དེའི་ནང་ནས་དཔེ་དང་དཔེ་ཆེན་གཉིས་ག་རེ་འཕུར་དུ་བྱུང་བ་རེད་ཞེས་པ་ཡིན་ན། དཔེ་ཆེན་དེ་འཕུར་དུ་བྱུང་བ་ཞིག་རེད། རྩེད་འདྲ་ཞིག་རེད། དཔེ་དེ་ལ་ཧ་ལ་མ་སོང་ན་ཁྱད་པར་མེད་མེད་དཔེ་གི་ཚུར་བྱས་ནས་བརྗོད་དགོས་ཀྱི་ཡོད་རེད། ཡིན་ན་ཡང། ཁྱད་པར་རྗེས་གཅིག་གི་ཆོས་གཅིག་གིས་ཨ་ནི་དཔེ་དང་དཔེ་ཆེན་གཉིས་ཐ་དད་རེད་བཤད་མ་གཏོགས་གཞན་དག་ཚང་མ་གཅིག་པ་གཅིག་རྐྱང་རེད་བཤད་ཟིན་ནས་ཞུ་གི་ཡོད་རེད། ད་ཁྱད་པར་ཅིག་ཅིག་ཨ་ནི། རྟགས་འདྲ་གཅིག་གོ་དགོས་རེད་དེ་དངོས་སུ་བྲི་དགོས་ཀྱི་ཡོད་རེད། ད་རྟགས་དེ་ག་རེ་བྲི་དགོས་རེད་ཟེར་ན། ཡང་ན་ཡུལ་ཡང་ན་གནས་ཡང་ན་རྟེན་ཨ་ནི་བྱེད་ལས་རྒྱན་ལ་སོགས་པ་དེ་འདྲའི་ཅིག་གིས་ཨ་ནི་ཁོ་གཉིས་ཁ་ཁ་རེད་བྱ་མ་གཏོགས་ཅིག་པ་རེད་འདུག་ཟེར་ནས། ད་དེ་ལ་ཨ་ནི་གཞན་དག་གིས། ཐ་དད་རེད་དེ་འདྲའི་ཅིག་གིས་འདྲ་གི་མི་འདུག་ཟེར་ཡང་བརྗོད་བྱེད་ཀྱི་དགག་ཚིག་ཅིག་ཡང་ཚིག་དེ་གི་ཚིག་རྗེས་ལ་དངོས་སུ་བྲི་དགོས་ཀྱི་ཡོད་རེད། ལགས་སོ། ཨ་ནེ་ད། མཁས་པ་སྐུ་ངག་གི་བྱ་བའི་དཔེར་བརྗོད་ལ་ཅིག་གཟིགས་དོ། སློབ་བུ་དབྱུག་པ་ཅན་གྱི་ཕུལ་བྱུང་དཔེ་གྱི་རྩ་བ་དེ། ཆོས་ཉིད་བྱ་ནི་ཆོས་ཉིད་ལ་མཐོང་ཞིང་འདའ་བ་མཁའ་ལ་འཐོར་འདི་གཉིས་ཁོ་ན་ཐ་དད་དེ་གཞན་མིན་ཅན་ནི་ཕུལ་བྱུང་དཔེ་ཟེར་ནས། དཔལ་ཆེན་བུ་མོ་གི་གདུང་པ་དེ་དཔེ་འདའ་བ་དང་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་གི་གཅིག་པ་རེད་བྱ། ཡིན་ན་ཡང་ཁོ་གཉིས་མ་འདྲ་ས་གི་ཁྱད་པར་གཅིག་གཅིག་པུ་འདུག་འཆད་པར་བྱེད་ཅིག་ཆོས་གཅིག་དེ་ག་རེ་རེད་ཟེར་ན། ཟླ་བ་དང་བདུན་པ་གཉིས་གནས་ས་གི་ཡུལ་དེ་ག་ག་རེད་ད་ཡུལ་གྱི་ཆ་དེ་ཐ་དད་ཆེ་བ་རེད། ཡུལ་ག་འདྲས་ཐ་དད་ཆེ་བར་ཟེར་ན་ཁྱོད་ཀྱི་གདོང་ནི་ཆོས་ཉིད་ལ། ཁྱེད་རང་གི་གདུང་པ་དེ་ཁྱོད་རང་གི་མགོ་ལ་འདུག། ཐུང་ཞིག་ཟླ་བ་ག་ལ་ཐུང་ཟེར་དུས་ཟླ་བ་དེ་ནམ་མཁའ་ནས་འཐུང་གི་འདུག་འདི་གཉིས་ཁོ་ན་ཐ་དད་དེ་ཟེར་ཏེ་གནས་ཡུལ་དེ་གཅིག་པུ་གི་ཐ་དད་རེད་བྱ། ཞེན་མེད་ཅན་ནས་བུ་ཆུང་བས་གཞན་དག་ཨ་ན་ཅི་གཉིས་ལ་ཁྱད་པར་ཟེར་མཁན་མི་འདུག་དེ་འདྲ་ཟེར་ནས་བུ་མོ་གདོང་པ་དེ་འཕུར་དུ་བྱུང་བ་འུར་བརྗོད་ནས་ཟླ་བ་དང་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་གི་གཅིག་པ་རེད་བཤད་གི་ཡོད་རེད། གོང་ས་ལྔ་བས་ཀྱིས་བུ་ཆུང་བས་ཀྱི་དཔེ་དེ་སྐད་གཉིས་སྨྲ་བ་རྡོ་རྗེ་རྒྱ་མཚན་དང་ངག་གི་དབང་ཕྱུག།

ཡིན་ན་ཡང་ལྷ་མོ་དབྱངས་ཅན་མ་དང་ཐ་དད་པའི་གི་ཆོས་དེ་ག་རེ་ཡོད་རེད་ཟེར་ན་ལྷ་མོ་དབྱངས་ཅན་མ་ལ་ནུ་མ་འདུག། ཤིང་སྡོང་རྡོ་རྗེ་རྒྱ་མཚན་ལ་ནུ་མ་མི་འདུག་བཤད་གི་ཡོད་རེད། འདོད་པའི་སྨྱོ་འབུམ་ལྡན་དང་མི་ལྡན་གྱི་ཟེར་དེའི་ཁྱད་པར་དེ། དབྱེ་བ་ཙམ་ལས་ཟེར་དེ་གི་དབྱེ་བ་ཙམ་གཅིག་པོ་མ་གཏོགས་ཨ་ན་གཞན། ཁོ་གཉིས་ཐ་དད་མ་རེད་ཤག་ཟེར་དུས་ད་གཞུང་དོན་ལོ་ཙཱ་བ་རྡོ་རྗེ་རྒྱ་མཚན་དེ་སྙན་ངག་ཅིག་བཤད་དགོས་ཀྱི་ཡོད་ན་ཕུར་དུ་བྱུང་བ་ད་ལྷ་མོ་དབྱངས་ཅན་མ་ད་གཅིག་པ་གཅིག་སང་བཤད་ཐུབ་ཀྱི་འདུག་གསུང་ཐུབ་ཀྱི་འདུག་ཟེར་གྱི་ཡོད་རེད། བོད་མཁས་པའི་གིས་ཕུལ་བྱུང་དཔེ་གི་དཔེ་དེ་ཆོས་ཀྱི་འདྲེན་བྱེད་པར་ནི་ཆོས་ཉིད་ལ་ཐོང་ཞིང་འུར་བར་ནགས་ཀྱི་འཛིང་བུ་སྟེ། གཞལ་མེད་ཁྱད་པར་ཆེ་ཆོས་ཞིབ་མོ་བློའི་ལན་བརྒྱ་རྟགས་ཀྱང་དམིགས་སུ་ཡོད་མིན་ནོ། དཔེ་ཅན། དམིགས་ཏེ་དཔེའི་མེ་ཏོག་དབུ་ཕར་དང་གཅིག་པ་རེ་བྱ། ལན་བརྒྱ་རྟགས་ཀྱང་དམིགས་སུ་ཡོད་མ་ཡིན། ཐེངས་མ་བརྒྱ་དང་ཐེངས་མ་བརྒྱ་ཐམ་པ་རྟགས་ཆད་བྱས་པ་ཡིན་ན་ཡང་ཨ་ནི་ཁྱེད་རང་གཉིས་ཁ་ཁ་ངས་འཐུང་གི་མི་འདུག། གཞན་པའི་ཁྱད་པར་དང་ཁྱད་ཆོས་ཞིབ་མོ་བློས་སུ་དང་བློས་དེ་ཞིབ་ཚགས་བྱས་ནས་ཐེངས་མ་བརྒྱ་ཐམ་པ་བལྟས་པ་ཡིན་ན་ཡང། འོ་ན་ག་རེ་གི་ཐ་དེ་རེད་འདུག་ཟེར་ན་ཁོ་གཉིས་གནས་ས་གི་ཡུལ་དེ་གཅིག་ཁ་ག་རེ་ཤགས། ཁྱེད་རང་གི་འདྲེན་བྱེད་པར་ཟེར་ཏེ་ཁྱེད་རང་གི་མིག་དེ། འདྲེན་བྱེད་པས་ལབ་སྟེ་ཁྱེད་རང་གི་མིག་ཡག་པོ་མ་ཡག་པོ་འཛིག་པོ་དེ། ཨ་ནི་ཁྱེད་རང་གི་གདོང་ལ་འདུག། ཐོང་ཤིག་ཨུ་པར་ནག་ཅིག་འཛིང་བུར་དེ་ལ། མེ་ཏོག་ཨུ་པར་དེ་ནག་ཕྲུག་གི་འཛིང་བུ་ལ་འདུག། དེ་གཅིག་པོ་གི་ཁ་ག་རེ་ཤགས། དེ་ལབ་དུས་ད་ག་རེ་ཟེར་ན། དཔེ་ཆའི་མིག་དེ། དཔེ། པས་ཨུ་པར་མེ་ཏོག་དང། ཆ། ཆ་ཆང་རེ་བྱ། ཟེར་ནས་ག་རེ་འུར་ལ་འུར་ག་རེ་ལ་འཇོག་གི་ཡོད་རེད་ཟེར་ན། མིག་དེ་ལ་འུར་འཇོག་གི་ཡོད་རེད། འཕུར་མཇུག་དེ་ག་རེ་ལ་འཕུར་དུ་བྱུང་བ་འཇོག་གི་ཡོད་ཟེར་ན། མིག་དེ་ལ་འཕུར་དུ་བྱུང་བ་འཇོག་གི་ཡོད་རེད། ཟེར་ཙང་བློ་བཟང་བ་དན་གྱིས། གནས་ངེས་རྩ་རྫོགས་མཁས་དབང་འཛམ་གླིང་རྒྱན་ཀུན་གསར་གནང་བའི་བདག་པོ་ལྷ་ལམ་གྱིས། མཛེས་རྒྱན་ཆེ་ཆོས་ཙམ་ལ་ཐ་དད་པས། ཆོས་བཞི་ཞེན་མོང་བློ་ཡིས་ཡོངས་མི་དམིགས་ད་ལྟ་རི་གོང་དུ་ཞེས་པ་དང་གཅིག་པ་རེད། ད་དེའི་ནང་ནས་ག་རེ་ཤེས་དགོས་ཟེར་ན། དཔལ་ཆེན། མཁས་པའི་གི་དབང་པོ་དེ། དཔེ་ཉི་མ་དང་ཆ་ཆ་ཆང་རེད་བྱ། ཡིན་ན་ཁོ་རང་གཉིས་ཐ་དད་པ་དེ་ག་རེ་ཟེར་ན་བྱེད་ལས་སྒང་ནས་ཐ་དད་པ་ཤེས་ཀྱི་ཡོད་རེད་དེ་རིང། ཨ་ནི་གནས་ལྔ་རྩལ་རྫོགས་ཟེར་ཏེ་ད་རིག་པའི་གནས་ལྔ་ཆ་ཚང་ཤེས་ལྡན་གྱི་མཁས་པའི་དབང་པོ་དེ་ག་རེ་ཟེར་ན་འཛམ་བུ་གླིང་གི་རྒྱན་ལྟ་བུ་རེད། འཛམ་གླིང་ལ་ཕན་པར་བྱེད་མཁན། དེ་ནས་ཀུན་གསར་བ་བྱེད་པའི་སྣང་བའི་གི་བདག་པོ་དེ་ཟེར་ཏེ་ཉི་མ་ལབ་གི་ཡོད་རེད། དེ་ཉི་མ་དེ་ལྷ་ལམ་གྱི་མཛེས་རྒྱན་རེད། ལྷ་ལམ་ལ་ན་ནམ་མཁའ་གི་མངོན་བརྗོད་རེད། ནམ་མཁའ་གི་མཛེས་རྒྱན་ནམ་མཁའ། སྐར་མ་ཁྲི་ཕྲག་མང་པོའི་ནང་ནས་ད་ཆེད་དུ་འཕགས་པ་དེ་ག་རེ་ཟེར་ན་ཉི་མ་བྱེད་ཀྱི་ཡོད་ར་འོ་དེ། ཉི་མས་ཀྱི། བྱེད་ལས་དེ་ག་རེ་ཟེར་ན། ནམ་མཁའ་གསལ་བར་བྱེད་མཁན་དེ་རེད་ནམ་མཁའི་རྒྱན་ལྟ་བུ་དེ་རེད། ཨ་ནི་དེ་གི་རྗེས་ཆོས་གཞན་དག་ག་རེ་ཟེར་ན་ཐ་མི་དད་པས། ཨ་ནི་ཞེ་མོང་ལུགས་ཀྱི་ཡོངས་སུ་མི་དམིགས་ཟེར་ན་ད། ཞིབ་བཞིན་ཕྲག་པར་བྱས་ནས་བརྟག་དཔྱད་བྱས་པ་ཡིན་ན་ཡང་མཁས་པ་འདི་དང་གཉིས་མ་སྟེ། ཐ་ཐིག་ཐུང་གུ་མི་འདུག། ཐ་ཐིག་གཅིག་གཅིག་པོ་ཡོད་པ་སྟེ། གཅིག་འཛམ་གླིང་གི་སྦྱིན་རེད་གཅིག་ནམ་མཁས་ཀྱི་སྦྱིན་རེད། འོ་དེ་ཤེས་ཀྱི་ཡོད་རེད། ད་མཁས་པས་གུང་མེད་ཀྱི་དཔེ་བརྗོད་གོང་དུ་ཞུས་ཟིན་པ་ཡིན་ད་ང་རང་གིས་བཞག་པའི་དཔེ་བརྗོད་དང་པོ་དེ་ག་རེ་རེད་ན། ཁྱིམ་ཚང་བྱམས་ཀྱིས་བྱུང་བའི་ཨ་མ་དང། འགྲོ་དྲུག་འཇིགས་ལ་སྤྱོད་པའི་སྒྲོལ་མ་གཉིས། སྐྱེ་དམིགས་འཕར་མ་མཆིས་དང་མ་མཆིས་ལས། འབྱེད་ཆོས་གཞན་ནི་སྐྱེས་ཀྱང་མ་བདེན་ནོ། ད་དེ་ནས་གར་སེལ་ཟེར་ན། དྲིན་ཆེན་ཨ་མ་དང་དཔེ་ཨ་མ་དང་དཔེ་ཆེན་རྒྱུ་མཚན་སྒྲོལ་མ་གཉིས་ལ། དམིགས་ཐལ་བ་ཅིག་ཡོད་དམ་མེད་ཀྱི་ཁྱད་པར་རེད་ཤག་ད་རྒྱུ་མཚན་སྒྲོལ་མ་ལ་སྤྱན་གསུམ་དུ། ཨ་ནི་སྐྲར་པའི་སྒང་ལ་སྤྱན་གཅིག་ཡོད་རུང་བ་འོ་དེ། སྐྱེ་དམིགས་འཕར་བ་བདེན་དང་མ་བདེན་མ་གཏོགས་ད་ཨ་མ་དེ་རྒྱུ་མཚན་སྒྲོལ་མའི་ཁ་བྱི་ལས་དང་གཅིག་པ་གཅིག་ཅང་རེད་ཤག་ཟེར་གྱི་ཡོད་རེད། ཨ་ནི། ཁྱེད་ཆོས་གཞན་ནས་ཅིས་ཀྱང་མ་བདེན་ནོ། ཁྱེད་ཆོས་གཞན་དག་ཁོ་ཉིད་ཐ་དད་པའི་ཁར་ཆོས་གཞན་དག་བརྟག་དཔྱད་བྱས་པ་ཡིན་ན་ཡང་ད་གཉིས་ཀ་མི་འདུག། ཨ་ནི་ངག་གི་དཔེ་གཉིས་པ་དེ་ག་རེ་རེད་ཟེར་ན། བསྙེན་པར་ས་སྟེང་གྲགས་པའི་ངག་གི་འགྱུར་ཁུགས་ནི་གཤེད་མ་ཚེ་དབང་ལྷ་མོ་འདྲེན་པའི་སྦུག་ན་མཆིས། དབྱངས་ཉིད་གཏེར་དུ་འཛིན་པའི་རྒྱུད་མངས་ཀྱི་དབྱངས་མཐའ་ནི་མཚོ་བྱུང། ཕྱག་སོར་གནས་ཀྱི་ཞེན་པས་ཆད་པར་ཨེ་འིན། ཀྱ་དེ་ག་རེ་ཟེར་བ་རེད་ཟེར་ན། ཚེ་དབང་ལྷ་མོ་པེ་ཅིན་ཚེ་དབང་ལྷ་མོ་གི་སྐད་ཀྱི་མདངས་ཅིག་ཡོད་ར་མདངས་ཀྱི་འགྱུར་ཁུགས་ཅིག། འོ་དེ་གི་པེ་དེ་ག་རེ་ཟེར་ན་ལྷ་མོ་དབྱངས་ཆེན་མས་ཀྱི་ཕྱག་ལ་ཡོད་པའི་རྒྱུ་མང་དེ་གི་སྒྲ་དེ་རེད། ད་ཁོ་གཉིས་ཐ་ཐ་དེ་གཅིག་གི་གི་ཆོས་དེ་ག་རེ་ཟེར་ན། གནས་ཡུལ་གནས་ས་གི་ཡུལ་དེ་ཐ་དེ་རེད། ཚེ་དབང་ལྷ་མོ་གིང་གི་སྙན་པོ་དེ་གར་སོང་ན་མོ་རང་གི་མིག་ཕའི་ནང་ལ་ཡོད་རེད། ཨ་ནེ་རྒྱུད་མངས་ཀྱི་སྒྲ་སྙན་པོ་དེ་ག་བ་ག་བ་ལ་ཡོད་རེད་ཟེར་ན་ལྷ་མོ་དབྱངས་ཅན་མས་ཀྱི་ཕྱག་ལ་འདུག་དེ་མ་གཏོགས་ད་ཁོ་གཉིས་ལྷ་མོ་གར་སོང་ཚེ་དབང་ལྷ་མོ་གི་སྐད་ཀྱི་མདངས་ཀྱི་འགྱུར་ཁུགས་དེ་རྙེད་དམ་མ་རྙེད་ཟེར་ནས། ལྷ་མོ་དབྱངས་ཅན་མའི་ཕྱག་གི་འགྲམ་གཉིས་ཀྱི་སྒྲ་དང་གཅིག་པ་གཅིག་སངས་རེད་ཤག་ཟེར་གོ་རེད་ཕུལ་དུ་བྱུང་བ་དེ་ག་རེའི་ཕུལ་དུ་བྱུང་བ་བརྗོད་རེད་ཟེར་ན། དཔལ་ཆེན་ཚེ་དབང་ལྷ་མོ་ངག་གི་འགྱུར་ཁུག་དེ་བོད་དུ་བྱུང་བ་བརྗོད་པ་རེད། ད་ནི་ངག་གི་དཔེར་བརྗོད་གསུམ་པ་དེ་ག་རེ་རེད་ཟེར་ན། ཆོས་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་དང་དམག་གི་རྒྱལ་པོ་གེ་སར་བཀྲ་འདུལ་གཉིས། སྐུ་ལ་ཁྲབ་རྨོག་ལྡན་མིན་ཁྱད་པར་ལས། མཇལ་ཆོས་བྱས་ནས་སྐྱེས་པའི་ཡུལ་དུ་གྲལ། འོག་ཏུ་སྲུང་བྱའི་སྒམ་པོ་དང་གེ་སར་རྒྱལ་པོ་གཉིས་གཅིག་པ་གཅིག་སྲང་རེ་བྱ། དཔལ་ཆེན་སྲུང་བྱའི་སྒམ་པོ་དེ་དཔལ་གེ་སར་རྒྱལ་པོ་དང་ཆ་ཆ་རྐྱང་རེ་བྱ། ཡིན་ན་ཁྱད་པར་དེ་ག་རེ་རེད་ཟེར་ན། གེ་སར་རྒྱལ་པོ་ལ་ཁྲབ་རྨོག་གོན་བྱ། སྲུང་བྱའི་སྒམ་པོ་ལ་ཁྲབ་དང་རྨོག་མི་འདུག་ད་ལྟའི་ཁོ་རང་གཉིས་ཀྱི། རྒྱན་ཆའམ་ཡང་ན་བྱོན་པའི་ཐོག་ནས་ཁྱོད་ནི་ཁྱད་པར་དུ་ཆེ་བ་རེད། གཞན་མ་གཏོགས་ཨ་ནི་འཇལ་ཆོས་གཞན་ནི་སྐྱེས་པའི་ཡུལ་དུ་གྲགས་སྲིད་ད་ང་ཚོས་བརྟག་དཔྱད་ཅི་ཡག་གི་གཞི་ཁོ་རང་བསྡད་མི་འདུག་ཟེ་ཤེས་གི་ཡོད་རེད་ལ་སོ། ད་མཚམས་དེ་ནས་དེ་རིང་ཕུལ་བྱུང་གི་དཔེ་དེ་ཞུས་ཟིན་པ་ཡིན་ལྷན་རྒྱས་ལ་ཕན་པའི་རེ་བ་དང་བཅས། ཕུལ་བྱུང་གི་རྒྱན་དེ་དག་པེ་ཅིན་སུམ་ཅུ་སོ་གཉིས་ཀྱི་ནང་ནས་ཀྱི་དཔེ་ཡག་པོ་གཅིག་རེད། རྒྱན་ཡག་པོ་གཅིག་ཨ་ནི་ལྷན་རྒྱས་ཀྱི།